འདུས་བྱས་ཐམས་ཅད་མི་རྟག་པར་རེས་བྱས་བྱས་དེ་ནི་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་གི་ཡོད་རེད་བས་ཐལ་ཆགས་ཤན་ཞི་བོ་བྱེད་ཡག་ཡོད་མ་རེད་གི་ཡོད་རེད། ཟག་བཅས་ཐམས་ཅད་སྡུག་བསྔལ་བ་སོགས་ལམ་དུ་འཛོམས་ལ་སྡུག་བསྔལ་ཡོན་ཡང་གང་དགའ་སྡུག་བདེན་འཁོར་བ་ཨོ་ད་དེའི་ཉེས་དམིགས་བསམ་དགོས་གི་ཡོད་རེད་རང་གི་ཕུང་པོ་དེ་དག་སྡུག་བདེན་ཟག་བཅས་ཀྱི་ཆོས་རེད་མ་གཏོགས་གཅིག་གི་གཞན་དག་ཅིག་རེད་འཛུགས་བཙུགས་ཡག་ཡོད་མ་རེད། ཨེ་ད་ག་ནང་བཞིན་ང་རང་ཚོ་སྣང་ཚོད་ནང་བཞིན་གྱི་དཔེ་ཅིག་བདེན་པ་དང་རྫུན་མ་དང་དགྲ་དང་གཉེན་དེ་དེ་འདྲས་མ་རེད་གི་ཡོད་རེད། ཁོའི་ངོས་ནས་དེ་འདྲ་ཡོད་ཨ་མ་རེད་རང་གི་སེམས་ཀྱི་བར་བཞག་འཇོག་རེད་ཟེར་བྱས་རྗེས་ཆོས་ཐམས་ཅད་སྟོང་ཞིང་བདག་མེད་པའི་ལྟ་བ་དེ་འདྲ་ཅིག་དྲན་འགུག་ཡོད་རེད། དེ་གསུམ་ཡག་པོ་བྱུང་སོང་ན་ཨ་ནི་མཐར་ཐུག་གར་འགྲོ་གི་ར་ཟེར་ན་ཞི་བ་མི་གནས་པའི་མྱང་འདས་ས་རེད་དེ་ཐོབ་འགྲོ་གི་རེད་ཟེར་བྱས་རྗེས་དེ་དེ་འདྲ་ཅིག་རེད་ཧ་གོ་སོང་ང། ད་བས་རང་གི་ངོས་ནས་བསྒྲུབ་ཡག་གི་དེ་ནི་སྤྱོད་པ་ཀ་དག་གི་ཕྱག་རྒྱ་ཟེར་འདྲ་ཡོད་རེད་ད་ཀུན་སྤྱོད་ཀྱི་ཐོག་ནས་ཡང་ཁས་ལེན་དགོས་ཡ་དེ་འདྲ་རེད་ད་དོན་ཚོ་མང་པོ་ལ་མོ་ཁ་བྱས་བྱ་ཟེར་ཡ་དེ་དུག་ས་རེད་ཨ་ད་ག་ནང་བཞིན་ང་ཚོ་དེ་ཡོད་རེད་པ་ད་ཕྱག་རྒྱ་ཆེན་པོ་ཟེར་ཡ་དོན་ཚོ་སངས་རྒྱས་ལ་ཡང་ཕྱག་རྒྱ་ཆེན་པོ་ཟེར་གྱི་ཡོད་རེད་ཧ་གོ་སོང་ང་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཕྱག་རྒྱ་ཆེན་པོ་ཟེར་ཡ་རེད་བོ། ཡང་མེད་ན་སྟོང་པ་རང་བཞིན་མེད་པ་ལ་ཕྱག་རྒྱ་ཆེན་པོ་ཟེར་ཡ་རེད་བོ་དེ་འདྲ་གི་ཕྱག་ཟེར་དེ་མིང་བཏགས་ས་འདྲ་མ་འདྲ་བྱེད། ད་ཀུན་རྫོབ་པའི་ཕྱག་དེ་ང་རང་ཚོ་ག་རེ་ཟེར་གྱི་འདུག་ན། ཨ་དེ་རེད་འགྲོ་གོ་རེད་བ། ཕྱག་དེ་ལ། དེ་ནི་ལུས་ཀྱི་ཕྱག་ངག་གི་ཕྱག་ཡིད་ཀྱི་ཕྱག་ཨ་ས་ལུས་ངག་ཡིད་གསུམ་གྱི་ཕྱག་ཡོད་རེད། དེ་ཚོའི་བསྡུས་ཡོད་འདོད་ཚང་ལ་བརྐྱང་ཕྱག་དང་བསྐུམ་ཕྱག་ཚུ་བྱས་བྱས་ཕྱག་རྫོགས་སུ་གཉིས་འགྲོ་རྒྱུ་ཡོད་རེད་ཧ་གོ་སོང་ང། ལུས་ཀྱི་ཕྱག་དེ་ག་ར་ཟེར་ན།

ཨེ་ནི་མགྲིན་པའི་ཁ་ཐུག་དེ་གཅིག་ཁྱེར་སྙིང་གའི་ཁ་ཐུག་དེ་གཅིག་ཁྱེར་གསུམ་བྱས་ན་འགྲིག་གི་ཡོད་རེད་ཧ་གོ་སོང་ང། གསུམ་ཁྱེར་ཡག་གི་དོན་དག་ག་རེ་ཡོད་རེད་ཚུར་ལབ་འདུག་ཙང་ལ་འདི། སངས་རྒྱས་ཀྱི་སྐུ་བསྒྲུབ་ཡག་གི་བབ་ཆགས་སོ་ནམ་ཟག་གི་ཡོད་རེད། འདིའི་ཁ་ཐུག་དེ། གསུམ་གསུང་ཡག་ཡན་ལག་དྲུག་ཅུ། ཨོ་ད་དེ་བསྒྲུབ་ཡག་གི་སྐུ་ཚན་པའི་སྲས་རྫོགས།

ཡན་ལག་ལྔའི་ཆགས་སྲེད་ཀྱི་རིགས། པད་མོ་གཉིས་ལག་པ་གཉིས་བཞི། དཔྲལ་བ་ལྔ། འོ་དེ་གས་དེ་པའི་ས་ལ་ཐུག་མིང་གཞན་པོ་བསྐོར་བར་ཆགས་སྲེད་ཡོན་ཏུ་བརྩམས་ལ་དེ་བྱུང་ན་ཡན་ལག་ལྔའི་ཆགས་སྲེད། ཕྲལ་བ་ཕྲལ་བ་ཆེ། པད་མོ་དང་ལག་པ་དང་ཟས་གང་ལ་མ་བཞག་ན་ཡོང་སྒོ་མ་རུལ་བ། པད་མོ་ས་ལ་མི་ཐུག་པ་ནས་ཡན་ལག་ལྔའི་ཁ་ཟ་འདེབས། པད་གོག་ས་ལ་མི་ཐུག་ན་ཡན་ལག་ལྔའི་ཆགས་འགྲོ་གི་ཡོད་མ་རུལ་བརྟགས།

སོ་སོའི་གཟུགས་པོ་སའི་གང་ན་བཞག་ཡོད་འདུག་ཙམ་ལ་སོ་སོའི་གཟུགས་པོ་བཞག་སའི་ས་ཆ་དེ་ནས་བརྩིས་པའི་དབང་ཆེན་གསེར་གྱི་ས་གཞིའི་བར་གྱི་དུས་ཡུན་གྱི་གྲངས་དང་མཉམ་པའི་ཕན་ཡོན་ཐོབ་ཀྱི་ཡོད་ཟེར་གྱི་ཡོད་སྟབས་པའི་དུས་ཁ་གྲངས་ག་ཚོད་ཡོད་ར་ཡག་ཡོད་ར་བ་བྱས་ཙང་གཟུགས་པོ་ཁ་ཚོད་ཆེ་ན་ཡག་དེ་སྙེགས་སོགས་རབ་བྱུང་ཡོད་ར་གོ་ས་ཆ་མ་ང་བཀབ་འགྲོ་གོ་ར་བ་གཟུགས་པོ་ཆུང་ཆུང་དེ་ས་ཆ་རྒྱ་ཆེན་པོ་བཀབ་ཐུབ་གི་མ་ར་བ་ཨ་ནེ་ཡང་དུས་ཡུན་གྱི་གྲངས་ཀ་བརྩིས་ཡོད་འདུག་ཙམ་ལ་གཟུགས་པོ་ཆུང་ཆུང་དེ་ལ་ཐོབ་ཆ་ཉུང་ངུ་ཡོད་ར་བ་ངོ་བོ་དེ་འདྲས་སོང་ཙང།

རྣམ་པར་སུན་འབྱིན་པའི་སྟོབས་རེད་ཟེར། འདི་ནས་འདས་པའི་དོན་ཉེ་བ་ལས་སླར་འདོགས་པའི་སྟོབས་རེད་ཟེར་བྱས་ང་ཚོ་དེ་སྟོང་ཤག་ནང་གི་དེ་ག་དེ་ངོ་སྤྲོད་བྱས་ཚར་ཞོར་བ་དང། སྟོང་ཤག་འདོགས་ཡོང་དུས་ཙམ་ལ་ཚིག་འདི་ནས་འདིའི་མཚམས་འདི་ནས་འདིའི་མཚམས་འདི་བ་དེ་སྙན་པོ་སྟོབས་ཤིག་ཐུགས་སུ་ཕར་འབྱར་ཁུག་གི་རེད་ད་ཟེར་བྱས་བྱས་དེ་ངོ་སྤྲོད་བྱས་ཚར་རེད་ད་ལབ་རྒྱོ་ལབ་རྒྱོ་བྱེད་ཀྱི་བསྡད་ན། འགྲིག་གི་མི་འདུག་ག་དེ་ཁོ་ན་ཞེ་དྲག་ལབ་ཚར་རེད་ད་སྣང་དག་ཡོད་ཀྱི་མ་རེད། དུགས་སུ་བྱས། ཆགས་འདྲ་པོ་ཡིན་ན་དུགས་སུ་རེད་ཤག་ཧ་གོ་སོང་ང། དེ་ནས།

བཀའ་སྐུ་རུམ་སྒྲུབ་གི་ཡོད་ན་ཡི་འདྲ་སྐུ་གསུང་ཐུགས་རྟེན་བཞེངས་གི་ཡོད་ན་ཡི་འདྲ་ངས་བྱེད་ཀྱི་ཡོད་བྱས་ཞུ་ཙང་ནས་མ་ལབ་ཨ། ཅི་ཙང་ནས་མ་ལབ་ཞག་གི་སོང་ལབ་དགོས་མ་རེད་ང་རང་གི་ཁ་ཐུག་ཁ་ཐུག་ཁ་ཐུག་སྒྲུབ་ཨ་ནི་རོགས་པ་འབྲི་དགོས་ཨ་འདྲེ་འདུག་ན་ང་འདི་འདྲ་ཅིག་ཡོད་རོགས་པ་བྱེད་ཨ་ཟེར་ལབ་ད་ཁོ་ཧ་གོ་འགྲོ་གི་རེད་ནང་ཙང་ཧ་གོ་འགྲོ་གི་རེད་བ། མ་གཏོགས་བྱེད་ཀྱི་ངས་བྱེད་ཀྱི་མ་མ་ཙང་ནས་མ་ལབ་ཞག་གི་སོང་ངོ། མ་ལབ་དེ་བསྲིངས་བསྲིངས་ལ། ཡང་དེ་འདྲ་བལྟས་བལྟས་ཚེ་ང་རང་ཚོ་དེ་འཕྲོ་བརླག་འགྲོ་ཡག་གི་ཉེན་ཁ་མི་ལས་སྲིད་ཚོད་རང་ཡོད་བ་མ། འོ་དེ་འདྲ་སོང་ཙང་ཙང་ནས་ལབ་དགོས་མ་རེད་ད། ཧ་གོ་སོང་ཨ།

འཁྱམས་པོ་མཐོན་པོ། སྐྲ་ཞིམ་པོ་དེ་འདྲ་ཞིག་ཡོང་ཤོག་ཟེར་བ་ད་ག་འགྲིག་གི་རེད་ད། དངོས་འབྲེལ་གྲངས་ཅན་ཡིན་ད་ལྟ་ཨ་ལས་ངས་ཡང་ནས་ཡང་དུ་ལབ་ཀྱི་ཡོད། གཅིག། སེམས་སྐྱོ་མའི་སྟེང་གི་སྟོང་ལྷང་ལྷང་དེ་ཨ་རབ་སྤྱི་ཚོགས་ཁྱིམ་ཚང་ནང་ནས་མཐོང་གི་ཡོད་རེད་པ་ད། དེ་ནས་མཐོང་གི་ཡོད་རེད་དེ་གོ་དེ་ཀ་གོ་གི་ཡོད་རེད་པ། བྱས་ཙང།

རྒྱལ་སྲས་རྣམས་ཀྱི་ལག་ལེན་ཤེས་པར་བྱ། འདིའི་ཚིགས་བཅད་བཞི་སྟེ། གཞུང་འདི་ནས་བསྟན་ཡང་དེ་གཙོའི་ཁ་རས་ཟིན་དུ་ན་རྩོམ་པ་དམ་བཅའ་གསལ་འདི་རེད་ཧ་གོ་སོང་ངམ་ཤེས་པར་བྱ། བརྩམས་པར་དམ་བཅའ་བ་དེ་རྒྱལ་སྲས་ཐོགས་མེད་བཟང་པོ་ཁོ་རང་གིས། དེ་ནས་ང་རང་ཚོས། རྒྱལ་སྲས་ལག་ལེན་གསོ་ཐུབ་མ་བསལ་ཅི་མང་བསྒྲིགས་ནས། བསྟན་པ་དང་འགྲོ་བ་དང། རིགས་དྲུག་གི་སེམས་ཅན་ལ་ཕན་པར་བྱ་བའི་ཆེད་དུ་ད་ང་འདི་འདྲ་ཅི་མང།

ང་རང་ཚོ་གནས་སྐབས་ཕན་པ་དང་མཐར་ཐུག་བདེ་བ་ཨ་ས་ལ་བ་རེད་ཕན་བདེ་ཨེ་ས་ལ་བའི་འདུ་ཚང་ལ་གནས་སྐབས་ཕན་པ་མཐར་ཐུག་བདེ་བ་འོ་ད་དེ་ག་རེར་བརྟེན་ནས་འབྱུང་གི་ཡོད་རེད་ས་ལ་བའི་འདུ་ཚང་ལ་ཡང་དག་པ་རྫོགས་པའི་སངས་རྒྱས་རེད་ཧ་གོ་སོང་ང་ཕན་བདེ་འབྱུང་གནས་རྫོགས་པའི་སངས་རྒྱས་རྣམས་ཟེར་གྱི་འདུག་ག་གནས་སྐབས་ཕན་པ་དང་མཐར་ཐུག་བདེ་བའི་འབྱུང་གནས་དེ་གཙོ་བོ་ག་རེ་རེད་ཟེར་ན་ཡང་དག་པར་རྫོགས་པའི་སངས་རྒྱས་ས་ཡ་དེ་རེད། ད་གནས་སྐབས་ག་རེ་ཕན་རྒྱུ་རེད་ཟེར་ན་ཁོ་རང་ལ་ཕན་པའི་སྐད་ཆ་མ་རེད་དཱ། ཡང་དག་པར་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་གསུང་ལམ་སྟོང་ཆེན་ཡིན་དུས་ཙམ་ལ་ཨ་ནི་གནས་སྐབས་རིགས་དྲུག་གི་སེམས་ཅན་ངལ་གསོ་རྒྱག་ས་ར་བ་ཅིག་སེམས་ལ་སེམས་ཞོག་ས་ར་བ་ཅིག་དེ་འདྲ་ཅིག་ཕན་ཐོགས་ཀྱི་ཡོད་རེད། དེ་འགྲུབ་བ་སྙམ་ནས་བྱས་ཡོད་དུས་ཙམ་ལ་ཨ་ནི་མཐར་ཐུག་ད

བྱང་ཆུབ་ཀྱི་སེམས་ལ་ཐུག་གི་ཡོད་རེད་དེ་ཡང་སྙིང་རྗེ་ཆེན་པོ་ལ་ཐུག་གི་ཡོད་རེད་དེ་ཡང་བླ་མ་ལ་ཐུག་སོང་རེད་ཧ་གོ་སོང་ང་ཡང་ཐུག་ས་དེ་རྩ་བ་དེ་ཐུག་གི་ཡོད་རེད། འོ་རྫོགས་པའི་སངས་རྒྱས་རྣམས་ཟེར་བྱས་ད་རྫོགས་པའི་སངས་རྒྱས་ཟེར་གྱི་འདུག་ག་རྫོགས་ཟེར་ལབ་ཀྱི་འདུག་ཙང་ལ་ད་པེ་སྤང་རྡོ་མཐར་ཕྱིན་པའི་དོན་དག་རབ་ཟེར་རེད་ཧ་གོ་སོང་ང་སྤང་དགོས་ཡ་ཡོངས་རྫོགས་ཕ་ཞལ་མཇལ་གང་ག་སེ་ཐོབ་དགོས་ཡ་ཡོངས་རྫོགས་རྫོགས་པར་ཚུལ་རྒྱུད་ལ་སྐྱེས་ནས་ད་རྫོགས་ཟེར་འདུག་ཟེར་རེད་རྫོགས་པའི་ཟེར་བྱས། སངས་རྒྱས་ཟེར་ད་སངས་ཟེར་གྱི་འདུག་ན། སྤང་བྱ་ཉོན་མོངས་པ་དང་ཤེས་བྱའི་དྲི་བ་ལ་སོགས་པ་ང་རང་ཚོ་ལུས་ངག་ཡིད་གསུམ་གྱི་ཞན་ཆ་གང་ག་ཕ་སངས་ཚར་རེ་གཙང་མ་བཟོས་ཚར་རེད། རྒྱས་བླ་མཚོ་ཚང་ལ་དེ་བག་མེད་པ་བཟོས་པའི་མཐུ་ལ་བརྟེན་ནས་ཐོབ་བྱའི་ཡོན་ཏན་ཡོངས་སུ་རྫོགས་པ་དག་རྒྱུད་ལ་ཚུར་སྐྱེས་ནས་རྒྱས་སོང་བ་རེད། སངས་རྒྱས་བྱེད་ཧ་གོ་སོང་ང། འོ་དེ་འདྲའི་འདྲ་བ་ཅི་རེད་རྫོགས་པའི་སངས་རྒྱས་བྱེད། སངས་རྒྱས་རྣམས་བྱེད་ད་དམ་ཆོས་སྒྲུབ་ལས་བླ་མཚོ་ཚང་ལ་རྒྱུ་གང་ལས་བྱུང་བ་རེད་ཟེར་གྱི་འདུག་ན། རྫོགས་པའི་སངས་རྒྱས་རྣམས། རྒྱུ་གང་ལས་བྱུང་བ་རེད་ཟེར་ན། ང་རང་ཚོ་སློབ་བ་ལང་གི་གནས་སྐབས། ད་བས་སློབ་བ་ལམ་སླ་བ་འདུག་ཟེར་ན་ང་རང་ཚོ་སངས་མ་རྒྱས་གོང་གི་དེ་ནས་བས། བྱང་ཆུབ་མཆོག་ཏུ་སེམས་བསྐྱེད་ལྡན་མཁན་གྱི་བྱང་ཆུབ་སེམས་དཔའ་རྣམས་ང་རང་ཚོ་དེ་འདུག་ག་སྦྱིན་སོགས་ཕར་ཕྱིན་དྲུག་ལ་སློབ་ཡ་དུས་ཚོད་གཅིག་ཡོད་རེད་དེ་ལ་ཡི་སློབ་བ་ལམ་ཟེར་གྱི་ཡོད་རེད། དེ་མི་སྐྱེས་གོང་ལ་བས། ང་རང་ཚོ་བུ་རམ་ཤིང་ཤུག་གི་སེམས་སུ་གཅིག་སྦྱང་ཡ་ཡོད་རེད། འོང། དེའི་གོང་ལ་སྙིང་རྗེ་ཆེན་པོ་བཅང་ཡག་ཡོད་རེད། དེའི་གོང་ལ་ང་རང་ཚོ་ལུས་ངག་ཡིད་གསུམ་གྱི་སྒོ་བསྡམས་ཡག་ཡོད་རེད། ཨོ་ད་འདི་ཚོ་ཀང་ཀང་ལོ་གཙོའི་ཁ་རེད་ཟེར་ན་ཡང་དག་པ་རྫོགས་པའི་སངས་རྒྱས་རྣམས་རྒྱུ་གང་ལས་བྱུང་བ་རེད་ཟེར་གྱི་འདུག་ན་ཨོ་ད་དེ་དག་ཉམས་སུ་བླངས་ནས་དམ་ཆོས་དེ་སྒྲུབ་པ་ལ་བརྟེན་ནས་བྱུང་བ་རེད། སངས་རྒྱས་རྣམས་དམ་ཆོས་སྒྲུབ་ལས་བྱུང་སྟེ་དེ་ཡང་ནི་ཟེར་གྱི་འདུག་ག། ད་དེ་ཡང་ནི་ཟེར་ཏེ།

ཤེས་རབ་རང་བཞིན་མེད་པར་བ་སྟོང་ཉིད་རྟོགས་པའི་ལྟ་བ་ཐབས་ཤེས་ཟུང་འབྲེལ་ཡ་མ་བྲལ་བ་བྱས་ཨོ་ད་དེའི་ཐོག་ནས་འགྲོ་དགོས་དགོས་བ་རེད། སྦྱིན་སོགས་ཕར་ཕྱིན་དྲུག་འདུག་ཨ་ཕར་ཕྱིན་དྲུག་གི་ནང་ནས་ལྔ་ཐབས་དང་གཅིག་ཤེས་རབ་ས་དེ་རེད། ཤེས་རབ་ས་དེ་ད་གནད་འགག་ཆེ་ཤོས་རེད་ང་རང་ཚོ་གཙོ་བོ་ག་རེ་ཟེར་ན། བླང་དོར་གྱི་གནད་འམ། དེ་ནི། ཀུན་རྫོབ་དང་དོན་དམ་གྱི་ནས་ཕྱིན་ཅི་མ་ལོག་པ་ཤེས་པར་བྱེད་པའི་ཤེས་རབ། འོ་ད་དེ་ལ་ཟེར་གྱི་ང་རང་ཚོ་ཤེས་རབ་ཀྱི་ཕར་ཕྱིན་ས་སྟེ། དེའི་རྒྱུད་ལ་སྐྱེད་པར་བྱེད་པ་ལ་གཤམ་གྱི་བསམ་གཏན་གྱི་ཕར་ཕྱིན་མན་ཆད་ཀྱི་ཕར་ཕྱིན་ལྔ་དེ་ལ་བསླབ་དགོས་ཀྱི་ཡོད་རེད། འདི་གལ་ཆེན་པོ་ཞེ་དྲག་རེད། ཡན་ལག་འདི་དག་ཐམས་ཅད་ནི་ཐུ་བའི་ཤེས་རབ་དོན་དུ་གསུངས་ཟེར་གྱི་འདུག་ག། སྦྱིན་སོགས་ཕར་ཕྱིན་དང་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ལ་སོགས་པ་འདི་དག་ཐམས་ཅད་ནི་ཤེས་རབ་ཀྱི་ཕར་ཕྱིན་རྒྱུད་ལ་སྐྱེད་ཡག་གི་ཐབས་སུ་གསུངས་བ་ཤ་སྟག་རེད། བྱས་ཙང། ང་རང་ཚོ་ཤེས་རབ་ཀྱི་ཕར་ཕྱིན་འདི། འོ་ད་ལྟ་བ་འདུག་པའི་ཤེས་རབ་དེ་རྒྱུད་ལ་མ་སྐྱེས་གོང་ལ་ང་རང་ཚོ་འཇོན་ཚོད་དཔག་ཚོད་རེད་པོ་ག་རེ་ཡོད་རེད་ཟེར་གྱིན་འདུག་ན། སྦྱིན་སོགས་ཕར་ཕྱིན་དྲུག་ད། བསམ་གཏན་གྱི་ཕར་ཕྱིན་མན་ཆད་ཇི་བདུན་པ་ཆ་འདྲ་བ་རབ་བྱེད་འདྲ་བོ་རབ་བྱེད་ང་རང་ཚོ་བསླབ་ཐུབ་ཀྱི་ཡོད་རེད་དེ་ལ་ཡོད་པའི་ངེས་པར་དུ་བསླབ་དགོས་ཀྱི་རེད་ཟེར་བྱས། ཨ་འདིའི་གོང་ལ་ག་རེ་ཡོད་རེད་ཟེར་ན། སེམས་སྦྱངས་ནས་རེད་བ། བསམ་ངན་དེ་ཕར་སྦྱངས་ནས་སེམས་སངས་རྒྱས། ཚོས་སྐྱེ་ཐུབ་པ་བྱེད་དགོས་ཀྱི་ཡོད་རེད། བཟང་སེམས་འབྱོངས་དང་ངན་སེམས་རིམ་གྱིས་འགག་ཟེར་འདུག་ག། སེམས་བཟང་པོ་དེ་ག་དུས་ཡིན་ན་གོམས་གཤིས་འཇགས་པ་བྱས་པས་ན། སེམས་ངན་པ་དེ་ཁོ་རིམ་གྱིས་ཕར་འགག་འགྲོ་གི་རེད། དེ་ཆོས་ཉིད་རེད། སེམས་བཟང་དེ་དེ་འདྲའི་འགྱུར་བ་ཐེབས་ཡག་ཡོད་རེད། དེ་འདྲ་སོང་ཙང་ཨ་ལས་ད་ལྟ་བྱང་ཆུབ་ཆོས་དང་སེམས་བསྐྱེད་ཡར་ཕར་ཚད་རེད་སེམས་བཟང་རུ་འགྲོ་ཡག་ག་ལས་ཁག་པོ་ཞིག་རག་འདུག་ག། ད་དེ་བཟང་འགྲོ་གི་མི་འདུག་ན། འབད་བརྩོན་བྱས་ནས་སེམས་བཟང་རུ་བཟང་རུ་བཟང་རུ་གཏང་ཐབས་བྱེད་དགོས་རེད། བཟང་རུ་ག་འདྲས་ཆེ་ན་གཏང་དགོས་རེད་བློ་རྒྱ་ཆེར་འགྲོ་དགོས་རེད་ད་ང་རང་ཚོ་གཞན་ཕ་ཞག་ཨ་ལས་ཁ་ངན་ཚིག་ངན་ཅིག་ལབ་ཡོང་འདུག་ཙང་ལ་དེ་ཡང་ད་ལྟ་བཟོད་ཐུབ་ཀྱི་ཡོད་མ་རེད་ད་ང་ཚོ་འབད་བརྩོན་བྱས་ནས་དེ་བཟོད་ཐུབ་པ་དང་ལེན་བྱེད་ཐུབ་པ་དེ་འདྲའི་གི་སེམས་ཀྱི་གནོད་ཅིག་ཡོང་བ་བྱས་ནས་ཨ་ནི་ག་ལེ་ག་ལེ་ནས་གཞན་ལ་ཕན་རོགས་བྱེད་ན་འདི་བྱས་ན་གཞན་ལ་གནོད་འགྲོ་གི་མེད་འགྲོ་སེ་འདི་གཞན་ལ་ཕན་གི་མེད་འགྲོ་ཕན་རོགས་བྱེད་ན་སྙམ་པའི།

གྲུབ་ལ་ན་ཞིག་ཡོད་ཡོད་ཡོད་ཡོད་ཟེར་ཏེ་བྱེད་རྒྱུ་ཡོད་མ་རེད་ཟ་གོ་སོང་ང་གཅིག་བྱེད་ཀྱི་ཡོད་བྱེད་ཀྱི་ཡོད་ཅེས་བསྟན་རྒྱུ་མེད་པ་བྱས་ན་འགྲིག་གི་མ་རེད་བ། ཡོད་ཡོད་ཡོད་ཡོད་ཟེར་ལབ་ལབ་འདུག་ག་ཨ་ཁུ་སྟོན་པས་དེ་འདྲ་ཞིག་ལབ་པ་རེད་ད་དེ་གྲོངས་རེད་དེ་མ་བཤད་ད། དོགས་ཚོད་བྱས་བྱས་ཙང་ང་རང་ཚོ་ད་དམ་པའི་ཆོས་ཟ་དེ་ཚུལ་བཞིན་དུ་སྒྲུབ་རྒྱུ་དེ་གཙོ་བོ་ག་ར་ཟེར་ན་ཨ་ནི་རྒྱལ་སྲས་ཀྱི་སྤྱོད་པ་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་ལ་བསླབ་རྒྱུ་དེ་རེད་ཟེར་རེད་ད་ཕ་རོལ་ཏུ་ཕྱིན་པ་དྲུག་ལ་བསླབ་པར་བྱིས་པ་ལ་སྔོན་ལ་ག་རེ་བྱེད་དགོས་རེད་ཟེར་ལབ་འདུག་སོང་ཨ་ལས་དཔག་ཚོད་ཀྱི་ང་རང་ཚོ

གསུང་ཆོས་ཚུགས་ཀྱི་ཡོད་འདྲ་བྱས་རྗེས་རྩད་གཅོད་གཏང་གི་ཡོད་ས་རེད། བྱས་ཙང། འདི་གསུང་ཆོས་སྐད་ཆ་དེ་མ་ལབ་ས་ངས་ཁ་སང་ནས་ལབ་ཡིན་པ་གསུང་ཆོས་སྐད་མ་རེད་ང་ཚོ་སློབ་སྦྱོང་བྱེད་ཀྱི་ཡོད་རེད། ཕྱག་འཚལ་སྟངས་ཀྱི་སྐོར་མི་འདྲའི་འཚལ་སྟངས་སྐོར་ས་འདྲའི་ཟ་ཁང་ནང་དུ་བ་ལ་སྐད་ཆ་ཡོང་གི་ཡིན། གསུང་ཆོས་ཚུགས་དགོས་ས་འདྲའི་ད་དེ་གས་ལབ་མ་འདི་བདག་པོ་རྒྱབ་ཤར་འགྲིག་གི་རེད་བ། བྱས་ཙང་ཁ་ཐུར་ཁ་ཐུར་རྩ་རི་རྩ་རི་འདྲ་ཅིག་ཡོད་དུ་བ་ནས་ཕྱིན་དུ་བ་ནས་ཕག་ཕྱིན་དུག་ཕྱིན་ཤར་འགྲིག་གི་རེད། ད་དུག་གསུང་ཆོས་སར་སྐད་ཆར་དེ་ཞི་ར་ཞི་ར་ཁྱབ་སོང་ན་མང་པོ་རུག་རུག་བྱེད་ཡག་ཡོད་མོད་བ།

ཐུབ་ས་རེད་བྱས་ཙང་ད་ཡང་འདི་མང་པོ་ཅི་རུག་ཅིག་མ་རེད་ཟེར་བ་འདྲ་བྱུང་སོང་ན།